མཉམ་འབྲེལ་རྒྱལ་ཚོགས་དབུ་བརྙེས་ནས་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་ཉིན་མོ་དང་བསྟུན། བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་ནས། རྒྱ་ནག་གི་རྒྱལ་ཚོགས་སྒྲིག་གཞི་བཤིག་གི་ཡོད་པས་འགྲོ་བ་མིའི་ཐོབ་ཐང་ཆིག་ཡིག་ལས་འཛིན་ལྷན་ཚོགས་ལ། ཕྱོགས་ཡོངས་ནས་ལེགས་བཅོས་བྱ་དགོས་ཞེས་པའི་སྙན་ཐོ་ཞིག་དྲ་ཐོག་ཏུ་འགྲེམས་སྤེལ་གནང་སོང། འདིའི་སྐོར་བསྟི་གནས་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་སུ་ཞལ་པར་བརྒྱུད་བཀའ་འདྲི་ཞུས་སྐབས། ཁོང་རྣམ་པས་སྐྱེ་བོ་ཚང་མའི་ཆེ་མཐོང་དང་འདྲ་མཉམ་དྲང་བདེན་བཅས་མངོན་འགྱུར་ཡོང་ཆེད་ཚོགས་ཞུགས་རྒྱལ་ཁབ་ཚང་མས་ཁ་ཡོད་ལག་ཡོད་ཀྱིས་འགྲོ་བ་མིའི་དཀའ་སྡུག་སེལ་ཐབས་ཀྱི་འགན་འཁུར་བཞེས་དགོས་སྐོར་གསུངས་བཞིན་དུ། མི་མང་པོ་ཚོས་འདོད་པ་ག་རེ་ལབ་ན་ངོ་ནས་གང་ནས་ལས་ཀ་ཅི་ནུས་ཏིག་བཟོ་དགོས་ཅིག་ཕྱི་སེར་ནང་སེར་དྲང་བདེན་ངོ་ནས་དྲང་སྙོམས་ཀྱི་བླ་ཁ་མེད་ཅིག་སྒྲིག་འཛུགས་དེ་འགྱུར་བ་གཏོང་དགོས་ན་ར་དྲང་སྙོམས་ཀྱི་བླ་ཁ་མེད་ཚང་མ་ལ་ཅིག་གཞི་རིམ་གྱི་མང་ཚོགས་དག་གི་ཁེ་ཕན་རང་དབང་འདི་ལོངས་སུ་སྤྱོད་ཡག་གི་ཁོ་ཐག་གི་སྒོ་ནས་ནུས་བ་དེ་ཤུགས་ཆེ་རུ་བཏང་ཡག་དེ་ལྟ་ང་ཚོ་གི་ནང་ན་གཙོ་འདོན་གྱི་ཡོད་རེད། པད་མ་རྒྱལ་ལགས་ཀྱིས་གཞན་ཡང་སྤྱིར་མཉམ་འབྲེལ་རྒྱལ་ཚོགས་དེ་བཞིན་དྲང་བདེན་དང་རང་དབང་འགྲོ་བ་མིའི་ཐོབ་ཐང་སོགས་སྲུང་སྐྱོབ་ཡོང་སླད་ཆེད་འཛུགས་གནང་བའི་སྒྲིག་འཛུགས་ཤིག་ཡིན་ཀྱང། སོ་སོའི་རྒྱལ་ཁབ་ནང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཧ་ཅང་སྡུག་པོ་ཡོད་པས་རྒྱ་ནག་རྒྱལ་ཁབ་ལྟ་བུ། རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་སྒྲིག་འཛུགས་བཅུ་ནས་དྲུག་གི་འགན་འཛིན་ལྷན་ཚོགས་ནང་ཡོད་པ་མ་ཟད། རྒྱལ་ཁབ་དེ་དག་གི་ཆབ་སྲིད་དང་དཔལ་འབྱོར་སྤྱིའི་ཤུགས་རྐྱེན་འོག་སྤྱི་པའི་སྒྲིག་འཛུགས་དེ་ཆེ་མཐོང་དང་ལས་དོན་སྤེལ་ཕྱོགས་བཅས་པར་དོ་ཕོག་ཆེན་པོ་འགྲོ་བཞིན་ཡོད་པ་རྣམས་ཐེར་འདོན་གྱིས་སྐྱོན་བརྗོད་ཡང་གནང་བཞིན་འདུག། དངོས་གནས་ཀྱི་ཅིག་དྲང་བདེན་གྱི་ལ་ཁ་ཁ་ཤས་ཀྱིས་བཤད་མཁན་དང་དེའི་ལ་ཁ་ལས་སྐལ་ཅན་ནོ་མེད་དུ་བཟོ་བའི་ནང་ལ་ད་འགོག་རྐྱེན་རབ་དང་རིམ་པ་ཅིག་བཟོས་ཡོང་དགོས། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གི་ཤོག་གྲངས་སུམ་ཅུ་སོ་ལྔ་ཡོད་པའི་སྙན་ཐོ་འདོན་སྤེལ་གནང་བ་དེའི་ནང། རྒྱལ་ཚོགས་ནས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་ཡོང་ཆེད་དགོངས་འཆར་གནང་བ་ཡོངས་རྫོགས་ལ་བརྩི་མེད་ཀྱིས་ལག་བསྟར་གང་ཡང་བྱ་གི་མེད་པ་རྣམས་རིམ་པས་ཐེར་འདོན་གནང་འདུག་ལ། ད་ལན་གྱི་སྙན་ཐོ་དེ་བརྒྱུད་དགོས་འདུན་གཙོ་བོ་གང་འདོན་བཞིན་ཡོད་སྐོར་གསུངས་གསལ། ད་སྒྲིག་འཛུགས་དེའི་ནང་ལོགས་ནས་ཁྱོད་རང་ཚོ་གི་བསྐྱར་ཞིབ་བྱས་ནས་སྒྲིག་འཛུགས་གང་བསྒྱུར་བ་དང་ནང་དུ་གཞི་རིམ་གྱི་མང་ཚོགས་ཀྱི་རང་དབང་དང་ཐོབ་ཐང་འདི

འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་སྙན་ཐོ་དུས་ཐོག་ཕུལ་དགོས་པ། དེ་བཞིན་ཞིབ་འཇུག་ལྷན་ཚོགས་རྣམས་རྟོག་ཞིབ་ཆེད་རྒྱ་ནག་ནང་བསྐྱོད་རྒྱུར་དམ་བསྒྲགས་སོགས་གནང་བཞིན་ཡོད་པ་དག་འཕྲལ་དུ་ཕྱིར་བསྡུ་གནང་དགོས་སྐོར་ཡང་གསུངས་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨ་རི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་བཟང་མོ་ཡིན།